ཡིན་གཅིག་མིན་གཅིག་སྐྱེས་པ་ཡིན་གོ་གི་ཡོད་རེད། སྐྱེས་པ། ཤ་སོང་ཨ། ས་དེ་འདྲ་ཡིན་དུས་ཚར་ནས་ད། གསར་དུ་སངས་རྒྱ་བའི་ད། ག་སོགས་རེད་བོད་སྐད་སྲིད་པ་ཐ་མ་པ། གསར་དུ་སངས་རྒྱས་པའི་ལུས་རྟེན་འདི། སྐྱེས་པ། སོང་ཡོད་རེད། ཨོ། གསང། སྔགས་བླ་མེད་ཀྱི་གཞུང་གི་སྐབས་ནས། ཨ་ནི་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཞེས་གསུངས་པར་བ།

གྲུབ་ཅིང་ཁ་ཤས་ཀྱིས་བཞི་ཡིན་ན་གཅིག་ལྔ་ཡིན་ན་གཅིག་རྣལ་འབྱོར་མ་ཆགས་དེ་ཡོད་རེད་འདུག་བྱ་ཡ་འདུག་བ། ཨ། དེ་འདྲ་རེད་ས་དེ་འདྲ་ཡིན་དུས་ས་ནས་དེའི་ཕལ་ཆེར་རྩལ་དུ་བཏོན་ཡང་དེ་སྤྱིར་བཏབ་པས་ན་དགེ་སློང་ཕ་ཡོད་རེད་དགེ་སློང་མ་ཡོད་རེད་བ། རེད་བ། རེད་དེ་ཡང་འདྲ་དེ་རྣལ་འབྱོར་ཕ་དང་རྣལ་འབྱོར་མ་ས་ཆེན་ནས་རྩལ་དུ་བཏོན་དགོས་ཡ་དེ་ཚེ་གཅིག་ལ་གསར་དུ་སངས་རྒྱས་ངེས་ཀྱི་ལུས་རྟེན་ལ་སྐྱེས་པ་བུད་མེད་གཉིས་ཀ་ལོ་ཁྱད་པར་མེད་དུ་བཞེངས་ཡ་ཅིག། ཚེ་གཅིག་ལ་ཡང་འཚང་རྒྱ་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་ལབ་ན། རག་པ་གློ་བུར་བའི་སེམས་འདིའི་དེ་ཕར་བཞག་ད་རྣལ་འབྱོར་བླ་མེད་མ་རྟོགས་པའི། རྣལ་འབྱོར་རྒྱུད་མན་ཆད་ཀྱི་ལམ་ཡོངས་རྫོགས་ལ་དེ་རག་པ་གློ་བུར་བའི་སེམས་ལས་ཐབས་ཤེས་ཀྱི་ད་མཉམ་མེད་བྱ་བྱེད་མ་གཏོགས་མི་འདུག་ག། ངག་བླ་མེད་ཀྱི་རག་པ་གློ་བུར་བའི་སེམས་དེ་ཕར་བཞག་ནས་ཕར་བཀག་ནས། དེ་ལས་འདས་པའི་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་གྱི་སེམས་མངོན་དུ་བྱས་ནས་དེའི་ཐབས་ཤེས་ཀྱི་ད་ལམ་ལ་ཡང་བསྒྱུར་ཡག་ཅེས་བཤད་འདུག་ག། ས། མྱུར་སྐྱེས་དེ་དེ་རེད། རགས་པ་གློ་བུར་བའི་བདག་མེད་རྟོགས་པའི་ཤེས་རབ་ཀྱིས་བདག་འཛིན་གྱི་གཉེན་པོ། བྱེད་ཡ་ལ་ཡ། བདག་འཛིན་གྱི་གཉེན་པོ་བྱས་ནས་བདེན་འཛིན་སྤོང་བ་ལ། བསྐལ་པ་མང་པོ་འགོག་ཡ་གཅིག་བློ་ཤིན་ཏུ་ཕྲ་བ་དེ་གི་བདག་མེད་རྟོགས་ནས། བློ་ཤིན་ཏུ་ཕྲ་བ་དེ་བདག་མེད་རྟོགས་པའི་རྣལ་འབྱོར་ལ་བསྒྱུར་ཐུབ་ན་དུས་ཡུན་ཐུང་ཐུང་ཅིག་ལ་བདག་འཛིན་གྱི་གཉེན་པོ། བྱེད་ཐུབ་ཡ་གཅིག་བདག་འཛིན་སྤོང་ཡ་བྱེད་ཐུབ་ཡ་གཅིག་ཡོང་གི་ཡོད་རེད། ད་དེ་འགྲོ་ཕྱི་མ་མགུ་བསམ་བགྲང་དགོས་རེད།